ཨོ་རྣམ་པ་ལན་ཅིག་ཚང་མ་བཀྲ་ཤིས་བདེ་ལེགས་ད་དེ་རིང་གི་སློབ་ཚན་འདི་ངོ་ཚུགས་ཞུ་གི་ཡིན། ད་དེ་རིང་གི་སློབ་ཚན་འདི་ལོ་ཡི་ངེས་ཡོད་དང་ཕྱུགས་ཡོད་རེད། ལོ་དེ་ལ་ཡང་ངེས་ཡོད་ལ་ཡ་གཅིག་དང་ཕྱུགས་ཡོད་ལ་ཡ་གཅིག། ཨོ་དེ་འདྲའི་གཅིག་གི་ཡོད་མ་འདྲ་བ་ཡང་གཉིས་ཡོད་པ་རེད་ལ་ནི་དེ་རེད། ད་དཔེ་ཆ་བཞག་ན་ལོ་དེ་ལ་སྣང་བའམ་རྣམ་པ་ཤར་བའི་ཡུལ་དེ་ལུགས་འདི་ངའི་ཡུལ་རེད། ད་གིན་ཡུལ་ནི་ལུགས་དེ་ལ་ཡུལ་དེའི་གིས་ཡུལ་དེ་སྣང་བདེ་བ་དང་ཨ་ནི་ཡུལ་དེའི་གིས་རྣམ་པ་ཤེར་བདེ་བ་གིས་ཡུལ་དེ་ལུགས་དེའི་གིས་ངེད་ཀྱི་ཡུལ་རེད། ངའི་ཡུལ་རེད་ལ་ནི་ངོ་བདེ་གསུངས་ཡོད། ཨ་ནི་ལུགས་དེ་ལ་མི་སྣང་ཞིང་རྣམ་པ་མ་ཤེར་ཡང་ལུག་དེ་ཡུལ་དུ་ཁྱེར་བ་དེས་ལུག་དེ་བཤིག་ཡུལ་གྱི་བཤིག་ཡུལ་དུ་འཇོག་པ་ཡིན། ད་ལུག་དེ་ལ་ཡུལ་དེ་གི་རྣམ་པ་དེ་ཤར་ཡོད་མ་རེད། ཡིན་ན་ཡང་ལུག་དེ་གི་ཡུལ་ཆགས་བདེ་བ་དེ་འདྲི་གཅིག་ཡོད་བ་དེ་ག་རེ་རེད་ལ་ན། དེ་འདྲི་གཅིག་ཡོད་བདེ་བ་དེ་ག་འདྲི་རེད་ལ་ན་དེ་ལུག་དེ་གི་བཤིག་ཡུལ་རེད་བཤིག་བྱེད་ཡུལ་རེད་ལ་ནི་དེ་གསུང་གི་ཡོད་རེད། བར་སྣང་ག་འདྲས་ཅིག་རེད་ལ་ནི་བུམ་འཛིན་དུ་གཏོགས་པས་བུམ་པ་ངེས་སུ་རྟོགས་ཤིང། བུམ་པ་མ་ཡིན་པ་ལས་ལོགས་པ་ཞིག་ལ་གཏོགས་པ་ཡིན་པས། ད་བེད་སྦྱར་བཞག་ན་བུམ་འཛིན་རྟོགས་པ་དེ་གིས་བུམ་པ་ངེས་སུ་རྟོགས་ཡོད་རེད། བུམ་པའི་རྣམ་པ་ངེས་སུ་ཤར་ཡོད་རེད། ཡིན་ན་ཡང་བུམ་པ་མ་ཡིན་པ་ལས་ལོགས་པ་བུམ་པ་དེ་བུམ་པ་མ་ཡིན་པ་ལས་ལོག་བདེ་བ་དང་བུམ་པ་མ་ཡིན་པ་ལས་ལྡོག་བདེ་བ་དེ། བུམ་བཟོད་རྟོག་པ་དེ་གཤིས་ལ་རྟོག་པ་རེད་མ་གཏོགས་ངེས་སུ་རྟོག་ཡོད་བ་མ་རེད་གར་བཞིན་ལ་ན་བུམ་བཟོད་རྟོག་པ་དེ་ལ་བུམ་པ་དེ་བུམ་པ་མ་ཡིན་པ་ལས་ལོག་བདེ་བ་དང་ལྡོག་བདེ་བ་དེའི་རྣམ་པ་དེ་ཤར་གྱི་ཡོད་བ་མ་རེད། ཁོ་རང་ལ་ག་རེའི་རྣམ་པ་ཤར་གྱི་ཡོད་རེད་ལབ་ན། བུམ་པའི་རྣམ་པ་དེ་ཤར་གྱི་ཡོད་ཙང་བུམ་པ་དེ་དེ་ངེས་ཀྱི་ཡོད་རེད། འོན་ཏེ་ད་ཨ་ནི་བུམ་པ་མ་ཡིན་པ་ལས་ལོག་བདེ་བ་དང་ལྡོག་བདེ་བ་དེ་དེ་གཞིག་གྱི་ཡོད་རེད་ལབ་ན་འོ་ད་དེ་གསུངས་ཀྱི་ཡོད་རེད། བུམ་པ་མ་ཡིན་པ་ལས་ལོག་པ་ཞིག་ལ་རྟོག་པ་ཡིན་པས་བུམ་པ་དེ་བུམ་རྫི་རྟོགས་པའི་ངེས་ཡུལ་དང་ཟ་འོག་དེ་རེ་ཐུགས་སེང་ཡིན་ཙང་བུམ་པ་ཁོ་རང་བུམ་རྫི་རྟོགས་པའི་ངེས་ཡུལ་རེད་ཟེར་ཁར་གྱིས་ལན། བུམ་པའི་རྣམ་པ་ཤར་ནས་བུམ་རྫི་རྟོགས་པ་ལ་བུམ་པ་དེ་གི་རྣམ་པ་ཤར་གྱི་བར་བ། ནི་བུམ་པ་མ་ཡིན་པ་ལས་ལོག་པ་དེ་བུམ་རྫི་རྟོགས་པའི་གཞིག་ཡུལ་དུ་འཇོག་པ་ཡིན། ད་བུམ་པ་མ་ཡིན་པ་ལས་ལོག་པ་ལ་ན་ག་འགྲིག་གྱི་རེད་ལན། དཔེ་ཆ་བཟོས་ན། བུམ་པ་དེ་བུམ་པ་ཡིན་པ་དང་མ་ཡིན་པ་གང་རུང་རེད་བ། དུས་གསལ་འཛིན་གང་ལ་ག་རེ་རེད་ལབ་ན་བུམ་པ་ཡིན་པ་དེ་ཆགས་དེ་ཡོད་རེད་བ་བུམ་པ་དེ་བུམ་པ་ཡིན་པ་རེད། བུམ་པ་ཡིན་པ་ཡིན་ཙང་བུམ་པ་མ་ཡིན་པ་དེ་ལས་ལྡོག་དེ་ཡོད་རེད་བ། དེ་ལས་ཚུར་ལྡོག་ནས་བུམ་པ་ཡིན་པ་གི་སྒང་ལ་ཡོད་ཙང་ད་བུམ་པ་མ་ཡིན་པ་དེ་ལོག་པ་ལབ་ན་དེ་འདྲི་བྱེད་རེད། གང་ལྟར་སྤུན་པ་མ་ཡིན་པ་གི་ཆེད་དེ་ལས་ཚུར་བདག་བདེ་བ། སྤུན་པ་ཡིན་པ་གི་སྒང་ལ་ཡོད་ཙང་མ་ཡིན་པ་ལས་བདག་བདེ་བ་ཡོད། བདག་བདེ་བ་དེ་འདྲའི་ཆེད་རེད། དུས་ཟིང་ཟིང་ལྟར་སྤུན་མཚམས་རྟོག་པ་དེ་གི་ག་འདྲའི་ཟིག་རེད་ལ་ནི་སྤུན་པའི་རྣམ་པ་ཤར་གི་ཡོད་ཙང་སྤུན་པ་དེ་ངའི་རྟོག་རེད། ཡིན་ན་ཡང་ཁོ་རང་ལ་བུམ་པ་མ་ཡིན་པ་ལས་ལོག་པ་བུམ་པ་དེ་བུམ་པ་མ་ཡིན་པ་ལས་ཚུར་ལོག་བདེ་བ་དེའི་གི་རྣམ་པ་དེ་ཤར་གྱི་ཡོད་བ་མ་རེད་ཡིན་ན་ཡང། བུམ་པ་མ་ཡིན་པ་ལས་ལོག་པ་དེ་རྟོགས་ཡ་རྟོགས་གི་ཡོད་རེད་དེའི་གི་ཡུལ་རེད་བྱས་ཙང་དེའི་གི་ཡུལ་ག་རེ་རེད་ལ་ན། ངེས་ཀྱི་ཡུལ་དང་ཤུགས་ཀྱི་ཡུལ་གཉིས་གི་ནང་ལོགས་ནི་ཤུགས་ཀྱི་ཡུལ་རེད་ལ་ནི་འོང་དེ་ད་དེ་ལ་གི་ཡོད་རེད་བུམ་ཚུལ་རྟོགས་པའི་ཤུགས་ཡུལ་དེ་འཇོག་པ་ཡིན། དེའི་བཞིན་དུ།

སྒྲ། རྟག་པ་མ་ཡིན་པ་དེ་གཤིས་ལ་རྟག་འགྲོ་གི་ཡོད་རེད། ལུགས་དེ་གི་ནུས་པ་གིས་ཧ་གོ་འགྲོ་གི་ཡོད་རེད་ཡིན་ན་ཡང་སྒྲ་རྟག་པ་མ་ཡིན་པ་དེ་གི་རྣམ་པ་ཤར་གི་ཡོད་རེད་ལ་ན་རྣམ་པ་ཤར་གི་ཡོད་མ་རེད། དུས་ཟིང་ཙང་ཁོ་རང་རྣམ་པ་ཤར་བསྡད་པ་དེ་སྒྲ་མི་རྟག་པ་ཡི་རྣམ་པ་ཤར་བསྡད་ཡོད་ཙང་སྒྲ་མི་རྟག་པ་དེ་ཨེ་ནི་ངེས་ཀྱི་ཡོད་རེད་དང་ཨེ་ནི་སྒྲ་རྟག་པ་མ་ཡིན་པ་དེ་དེ་གི་ཤུགས་ཀྱི་ཡི་རེད་ལ་ནི་འོ་ད་དེ་གསུང་གི་ཡོད་རེད། སྒྲ་མི་རྟོག་པ་ཉིད་སུ་རྟོགས་ནས་སྒྲ་རྟག་པ་མ་ཡིན་པ་ཞིག་ལ་བཏགས་པ་ཡིན་པས་རྒྱུ་མཚན་དེ་འདྲིས་ཀྱི་ཡིན་ཙང། ཨ་ནི་སྒྲ་མི་རྟག་པ་དེ་སྒྲ་མི་རྟོག་པ་རྟོགས་པའི་རྗེས་དཔག་དེ་ཉིད་ཀྱི་ངེས་ཡུལ་དང། ཨ་ནི་སྒྲ་རྟག་པ་མ་ཡིན་པ་ཞིག་ཡུལ་དུ་བཞག་པ་ཡིན། ད་སྒྲ་རྟག་པ་མ་ཡིན་པ་དེ་སྒྲ་མི་རྟོག་པ་རྟོགས་པའི་རྗེས་དཔག་ལོག་ལྟའི་ཤུགས་ཀྱིས་ཡུལ་ལ་བཞག་དགོས་རེད་ལ་ཉོག་བརྡ་དེ་གསུངས་འདུག།

ལོ་དེའི་སྒྲོ་འདོགས་གཅོད་ཚེས་བཞི་སོ། ནི་སྐབས་ཐོབ་ཀྱི་འཇོག་ཚུལ་མི་འདྲ་བ་ཡོད། ད་གཞན་པ་གཅིག་ག་རེ་ཡོད་རེད་ལབ་ན་ལུག་གི་ཡུར་དེ་ལ་ཡང་ལུག་གི་སྨུག་པ་ལ་ནི་ལུག་རྟིས་ཀྱི་སྨུག་པ། བུམ་འཛིན་རྟོག་པ་གི་སྨུག་པ། འོ་ནི་སྒྲ་རྟག་འཛིན་རྟོག་པ་གི་སྨུག་པ། འོ་དུས་ལ་ནི་ཡང་གསུང་སྟངས་གཅིག་ཡོད་རེད་ལུག་རྟིས་ཀྱི་སྨུག་པ་ལ་ནི། ད་དེ་ག་འདྲི་གཅིག་རེད་ལབ་ན། སྤྱིར་བཏང་ལུག་རྟིས་ཀྱི་སྨུག་པ་ལབ་ན་ལུག་རྟིས་ཀྱི་ཡུལ་ཡིན་པ་ལ་ནི་ཁོ་རང་གིས་སྐབས་རེ་ལ་སྒྲོ་འདོགས་ས་ཀྱི་ཡུལ། སྐབས་རེ་ལ་སྒྲོ་བཏགས་བྱ་ཡ་དེ་གཅོད་ས་ཀྱི་ཡུལ། འོ་ད་དེ་འདྲའི་ཆེད་ལ་ནི་ལོ་དེ་གའི་དམིགས་པ་ལ་ནི་ད་སྐབས་སྐབས་ལ་ལྟ་དགོས་རེད་ལ་ནི་དེ་གསུང་གི་ཡོད། ད་དཔེ་ཅར་བཞག་ན་སྒྲོ་འདོགས་ལ་ན་ནི་མ་ཡིན་པ་ལ་ཡིན་པར་གཟིམ་བསྡད་པ་དེ་སྒྲོ་འདོགས་པ་རེད།

དབང་དང་བཞི་ལ་ཡང། སྐབས་རེ་ལ་སྒྲོ་འདོགས་ས་གི་གཞི་དེ་ལ་ལོ་ཡི་དམིགས་པ་ལབ་དགོས་རེད། སྐབས་རེ་ལ་སྒྲོ་འདོགས་གཅོད་ས་གི་གཞི་དེ་ལ་ཡང་ལོ་ཡི་དམིགས་པ་ལབ་དགོས་རེད་ལ་ནི་དབང་དང་དེ་ལ་དགོས། ད་དཔེར་ན་ག་འགྲིག་གི་རེད་ལ་ནི་སྒྲ་དེས། སྒྲ་དེས་སྒྲ་མི་རྟོགས་པར་སྟོན་པའི་རྗེས་དཔག་གིས་སྒྲོ་འདོགས་གཅད་པར་བྱ་བའི་གཞི་རེད། སྒྲ་དེ་སྒྲ་མི་རྟོག་པར་རྟོག་པའི་རྗེས་ཕོའམ་སྒྲ་མི་རྟོག་པར་རྟོག་པའི་ལུགས་དེ་གའི་སྒྲོ་འདོགས་གཅོད་ས་གའི་གཞི་རེད་སྐར་གཅིག་ལ་ན་དེ་གའི་སྒྲོ་འདོགས་ག་རེ་གཅོད་དགོས་ཡོད་རེད་ལ་ན་སྒྲ་རྟག་པ་ཡིན་པར་སྒྲོ་བཏགས་བྱ་ཡས་པ་དེ་དཔྱད་གི་ཡོད་རེད་དུས་སུ་ཡིན་ཙང། སྐབས་དེ་ལ་སྒྲ་མི་རྟོག་པར་རྟོག་པའི་ལུགས་ལ་བྱ་བཞག་པ་ཡིན་ན་སྒྲ་དེ་ག་རེ་རེད་ལ་ན་སྒྲོ་འདོགས་གཅོད་ས་གའི་གཞི་རེད། ད་གང་ལ་ལག་གི་འདུག་ལུག་དེ་སྨུག་པ་ལ་དེ་གང་ལ་ད་སྒྲ་མི་ཐོག་པ་ཐོག་པའི་རྗེས་ཕོག་དེ་གི་སྨུག་པ་ལ་སྒྲ་དེ་བཞག་གོ། སྒྲ་དེ་བཞག་དེ་གང་ལ་ད་སྐབས་དེ་ལ་ག་རེ་རེད་ལ་ན་སྒྲོ་འདོགས་གཅོད་ས་གི་གཞི་ཆགས་དེ་ཡོད་རེད། སྒྲ་རྟོག་པ་ཡིན་པར་གི་སྒྲོ་བཏགས་བྱ་ཡག་གི་སྒྲོ་འདོགས་དེ་གཅོད་ས་དེ་ག་རེའི་སྒང་ལ་བྱེད་གི་ཡོད་རེད། སྒྲ་གི་སྒང་ལ་བྱེད་གི་ཡོད་ཙང་འོང་དེ་ད་སྒྲོ་འདོགས་གཅོད་ས་གི་གཞི་ཆགས་རེད། སྒྲ་དེ་སྒྲ་མི་ཐོག་པ་ཐོག་པའི་རྗེས་ཕོག་གི་སྒྲོ་འདོགས་གཅད་པར་བྱ་བའི་གཞི་དང། ཨ་ནི་སྒྲ་རྟག་འཛིན་རྟོག་པའི་སྒྲོ་འདོགས་སའི་གཞི་ཡིན་པས་བྱས་ཙང་སྒྲ་རྟག་འཛིན་རྟོག་པའམ་སྒྲ་རྟག་པ་རེད་བསམ་བསྡད་ཡག་གི་ལོ་དེའི་གི་ཨ་ནི་སྒྲ་དེ་ལོ་དེའི་གི་སྒྲོ་འདོགས་ས་གི་གཞི་དང་སྒྲ་མི་རྟོག་པ་རེད་བསམ་བསྡད་ཡག་གི་ལོ་དེའི་གི་སྒྲོ་འདོགས་སྐྱེ་ས་གི་གཞི་རེད། ཡིན་ན་ཡང་ལོ་དེ་གཉིས་གི་དམིགས་པ་རེད་བྱས་ཙང་དམིགས་པ་ཡིན་ན་ཡང་སྐབས་རེ་ལ་སྒྲོ་འདོགས་ས་གི་གཞི་ལ་གོ་ཡ་ཡོད་རེད་སྐབས་རེ་ལ་སྒྲོ་འདོགས་སྐྱེ་ས་གི་གཞི་ལ་གོ་ཡ་ཡོད་རེད་ལ་ནི་ངོ་ད་དེ་གསུང་གི་ཡོད་རེད།

རྟོག་འཛིན་དེ་གིས་སྒྲོ་འདག་ས་གི་གཞི་རེད་ཁར་གྱིས་ལ་ནི་སྒྲ་དེའི་བར་རྟག་པ་རེད་ལ་ནི་ཁོ་རང་གི་གང་ལ་བར་རྟག་ས་དེ་སྒྲོ་འདག་ས་དེ་ཡིན་ཙང་འོ་དུས་ཟིན་ཡིན་ཙང་ལོ་ཡི་མུག་པ་ལ་དེ་གང་ལ་སྒྲོ་འདག་ས་དང་སྒྲོ་འདོགས་གཅོད་ས་གཉིས་ཀ་ལ་སྐབས་སྟོབས་ཀྱི་དབང་གིས་འོ་ད་གོ་ཡ་ཡོད་རེད་ལ་ནི་འོ་དེ་གསུངས་དུས། སྒྲ་དེ་གཉིས་ཀའི་དམིགས་པར་འཇོག་ཅིང། སྒྲ་མི་རྟོག་པར་རྟོགས་པའི་རྗེས་དཔག་དང་སྒྲ་རྟོག་པར་འཛིན་པའི་རྟོག་པ་གཉིས་དམིགས་པ་གཅིག་ལ་དམིགས་ནས་འཛིན་སྟངས་ངེས་སུ་འགལ་བའི་བློར་འཇོག་དགོས། དངོས་པོའི་སེམས་ཡིན་ཙང་སྒྲ་མི་རྟོག་པར་རྟོགས་པའི་རྗེས་དཔག་དང་སྒྲ་རྟག་འཛིན་རྟོག་པ་གཉིས་དམིགས་པ་གཅིག་ལ་དམིགས་ནས་འཛིན་སྟངས་འགལ་ཟླའི་ཡ་གི་དང་དེ་འབྲེལ་གྱི་ལོ་གཅིག་ལ་བཞག་དགོས། འཛིན་སྟངས་ངེས་སུ་འགལ་བའི་བློར་འཇོག་དགོས། ད་ལི་ཏོག་ཙིར་སྤྱི་དང་ལུག་གི་ཏོག་ཙིར་དང་དེ་ག་འདྲི་ཅིག་རེད་ལ་ན། ཧ་གོ་ཙིར་དེ་ག་འདྲི་ཅིག་རེད་ལ་ན་དཔེར་ན་མིག་ཤེལ་གྱི་མདུན་གྱི་བུམ་པ་ཐོགས་པ་ལྟ་བུ་མངོན་སུམ་གྱི་ཏོག་ཙིར་རེད་ད། ཁྱོད་རང་གི་མདུན་ལ་བུམ་པ་གཅིག་བཞག་བྱ་ཡོད་ན་དེ་མིག་གི་མདུང་ཙིར་དེ་ག་འདྲི་རེད་ལ་ན་ད་དེ་མངོན་སུམ་གྱི་ཏོག་ཙིར་རེད་ལ་ནི་དེ་གཅིག་གཅིག་མངོན་སུམ་གྱི་ཏོག་ཙིར་དང། ཨ་ནི་ཐག་རིང་པོ་ནས་ལ་ཡི་སྟེང་དུ་ལྟོ་བ་མངོན་སུམ་དུ་མཐོང་བའི་མི་གཡོ་བའི་རྟོག་པ་དང། ད་པིར་བར་ཤོག་གི་རི་གཅིག་གི་སྒང་ལ་ལྟེ་བ་གཅིག་མངོན་སུམ་དུ་མཐོང་ཡོང་དེ་སྒང་ལ་ཏི་ཡིག་གི་རྒྱུ་མཚན་དེ་ཅི་ནི་ཨ་ལས་བུ་གི་རི་དེ་གི་སྒང་ལ་ད་མིའི་འདུག་བ་བསམ་ནས་ད་མི་གཡོ་བའི་རྟོག་པ་དེ་ག་རེ་རེད་ལབ་ན། རྟོག་བསམ་རྗེས་དཔོག་གི་རྟོག་ཚུལ་ཡིན་ནོ། ད་རྟོག་ཚུལ་དེ་ལ་མངོན་སུམ་གྱི་རྟོག་ཚུལ་དང་རྗེས་དཔོག་གི་རྟོག་ཚུལ་གཉིས་ཡོད་ད་དེ་འདྲི་གཅིག་རེད་ལབ་ནས། དེ་སོང་དུས་ལགས་སོ་ད་དེ་རིང་སློབ་ཚན་འདུག་བཞག་གི་ཡིན་དུས་ཀྱི་ཆེ།